Spain France Italy། སོགས་ལ། དཀའ་ངལ་འདི་འཕྲད་པས་མི་དམངས་སྟོང་ཚོ་མང་པོ་ས་གནས་ནས་བྲོས་ཤོར་བྱེད་དགོས་འདུག། འདས་བའི་ལོ་ཉི་ཤུའི་ནང་ཆ་སྙོམས་ཀྱིས་ཡུ་རོབ་ནང་རང་བྱུང་གི་མེ་ཤོར་བའི་གནས་སྟངས་ཐོག་བསྡུར་ན། ད་ལོ་ཉིས་སྟོང་ཉི་ས་དྲུག་ལོ་དེ་ནི་མེ་ཤོར་བྱུང་བ་མང་ཤོས་གྲས་སུ་ཚུད་ཀྱི་ཡོད། ལྷན་རྒྱས་སྐམ་སའང་ཐོག་མར་འཛམ་གླིང་ཤེས་རྟོགས Tibet Global Insights ལ Subscribe གནང་རྒྱུའི་རེ་བ་ཞུ་རྒྱུ་ཡིན། ངས་འཛམ་གླིང་གི་གསར་ཁང་ཆེ་ཁག་ཁག་གི་གསར་འགོད་སྙན་ཐོ་ཁག་གཟའ་ཟླ་བ་ནས་དཔག་བསམ་བར་ཉིན་རེར་རེ་རེ་ཕུལ་གྱི་ཡོད་པས་དེ་རིང་གི་གསར་འགོད་སྙན་ཐོ་དེ་ནི། DW གསར་ཁང་ནས། ཡུ་རོབ་ཀྱི་རྒྱལ་ཁབ་ཆེ་ཁག་ཁག་ཅིག་གི་ནང་དུ། རང་བྱུང་གི་མི་ཤོར་བས། མི་མང་སྟོང་ཚོ་མང་པོར་དཀའ་ངལ་འཕྲད་བཞིན་ཡོད་པས། དེའི་ཐོག་གསར་འགོད་སྙན་ཐོ་ཞིག་བསྡུ་བས་དེ་རིང་གི་ལས་རིམ་ནང་གསར་འགོད་སྙན་ཐོ་འདི་ཡི་ཕབ་བསྒྱུར་བྱུས་ཏེ་ཁྱེད་རྣམ་པར་ཞུ་རྒྱུ་ཡིན་པས་ཚང་མས་གསན་རྒྱུ་སྤྲོ་བོ་ཡོང་བར་ཞུ། དེ་ནི་རང་བྱུང་གི་མེ་ཤོར་བྱུང་བ་དེ་ནི་ཡུ་རོབ་ནང་གི་རྒྱལ་ཁབ France དང Spain། Italy། སོགས་ལ། དཀའ་ངལ་འདི་འཕྲད་དེ་མི་མང་སྟོང་ཚོ་མང་པོ། ས་གནས་ནས་བྲོས་ཤོར་བྱེད་དགོས་ཐུག་པའི་གནས་སྟངས་བྱུང་ཡོད་པ། དེ་ནི་སི་པེན་ནང་ལ་མཚོན་ན། ཁོ་ཚོས་རྒྱལ་ཁབ་ཀྱི་རྒྱལ་ས་མཱད་རིད་དབྱི་ཡོན་གྱི་ས་ཁུངས་དང། ད་དུང་ཁྱིམ་མཚེས་ལ་ཡོད་པའི་མངའ་སྡེ་ཨ་བྷིལ་ཟེར་བའི་ས་གནས་དེ་དག་ཆ་ཚང་གི་ཡོངས་རྫ་དྲག་གི་གནས་སྟངས་འོག་ཡོད་པའི་གཞུང་འབྲེལ་གྱི་གསལ་བསྒྲགས་སྤེལ་བ། དུས་མཉམ་དུ་སི་པེན་རྒྱལ་ཁབ་ནང་གི་དམག་མིའི་མྱུར་སྐྱོབ་ཐོག་ཆེད་ལས་པ་ཡིན་པའི་དམག་མི་ཁག་ཅིག་མྱུར་སྐྱོབ་ཆེད་བཏང་ཡོད་པ་དང། ད་དུང་གཞན་མྱུར་སྐྱོབ་ཀྱི་ཕྱག་ལས་པ་མང་དག་ཞིག་གང་མགྱོགས་ས་གནས་དེ་དག་ལ་བཏང་ཡོད་པ་དང། མི་མང་སྟོང་ཕྲག་བཅུ་ཙམ་ཁོང་ཚོས་དཀའ་ངལ་མ་འཕྲད་གོང Evacuated ཡང་ན་སྔོན་འགོག་ཆེད་ས་གནས་ནས་ཕྱིར་ཐོན་བྱས་ཡོད་པ། དོན་རྐྱེན་དེའི་ཐོག་ལ་སྤེན་གྱི་སྲིད་བློན་པེ་ཏེ་རོ་སཱན་ཆེས་ཁོང་གིས་གསུངས་བར། ང་ཚོས་རྒྱལ་ཁབ་ངོས་ནས་རང་བྱུང་མེ་ཤོར་ཡང་ན Wild Fire དེ་ཡི་དཀའ་ངལ་དེ་སེལ་ཐབས་བྱེད་ཐབས་ཆེད་དུ་རྒྱལ་ཁབ་ཀྱི་ཐོན་ཁུངས་ཡོད་ཚད་གཏང་རྒྱུ་ཡིན་ཅེས་བཤད་པ་དང་ད་དུང་ཁོང་གིས་མེ་ཤོར་བའི་ས་ཁུལ Guadalajara ཟེར་བ་དེའི་ནང་མི་མང་གྲོང་གསེབ་སུམ་ཅུ་ཙམ Evacuated ཡང་ན་དབུ་འགོག་ཆེད་ས་གནས་ནས་ཕྱིར་འདོན་བྱས་པ། དེ་ལ་ཁོང་གིས། གཞུང་འབྲེལ་འཚམས་གཟིགས་ཕེབས་ཡོད་པ་དང། སྤ་ཡིན་གྱི་སྲིད་བློན་སཱན་ཅེས་ཁོང་གིས་གསུངས་བར། ང་ཚོས་ལོ་ནས་ལོ་བསྟུད་དེ། འཛམ་གླིང་ཚ་དྲོད་ཀྱི་གནམ་གཤིས་འགྱུར་ལྡོག་ཡང་ན Climate Change དེ་ཡིས། མི་མང་དང། རྒྱུ་ནོར་མང་དག་ཞིག་རྩ་མེད་སུ་བཏང་གི་ཡོད་པ། དེ་ནི། ང་ཚོས་ཆབ་སྲིད་མ་རེད་དེ་ནི་ཚན་རིག་དང་དངོས་ཡོད་ཀྱི་གནས་ཚུལ་ཞིག་རེད་ཅེས་དེ་འདྲ་ཞིག་ཁོང་གིས་གསུངས་ཡོད་པ། གཞན་ཡང་ཧྥ་རན་སི་ནང་གི་གནད་དོན་ལ་ལྟ་ན། ཧྥ་རན་སི་གི་སྲིད་འཛིན་མཱ་ཁྲོང་གིས་ཉེ་ཆར་ཁོང་གིས། EU's Civil Protection Mechanism། ཡང་ན། ཡུ་རོབ་མཐུན་ཚོགས་ཀྱི་མི་དམངས་དོན་གྱི་སྲུང་སྐྱོབ་ལམ་ལུགས་དེ་ལག་བསྟར་བྱེད་དགོས་ཡོད་པའི་རེ་སྐུལ་བྱས་ཡོད་པ། དེ་ཡི་དོན་ནི། གལ་ཏེ་ལམ་ལུགས་ཡང་ན་ཁྲིམས་ལུགས་དེ་རེ་སྐུལ་བྱས་སོང་ན། ཡུ་རོབ་ནང་གི་རྒྱལ་ཁབ་ཕན་ཚུན་ཕྱག་རོགས་གནང་དགོས་ཀྱི་ཡོད་པ་དང། ད་ལྟའི་ཆར་ཧྥ་རན་སི་ཀྱི་སྲིད་འཛིན་མཱ་ཀྲོང་ཁོང་གིས།

ཐད་འཕུར་གནམ་གྲུ་གཉིས Czech Republic དང Slovakia ཟེར་བ་རྒྱལ་ཁབ་གཉིས་ནས་ཡོང་རྒྱུ་ཡོད་པ་དང། དེའི་ཁུལ France ནང་གི་རང་བྱུང་མེ་ཤོར་རྣམས་ལ་གནང་རྒྱུ་ཡིན་པ། ད་ལྟའི་ཆར France ནང་གི་ཡུལ་སྐོར་སྤྲོ་འཆམ་པ་ཡོང་སའི་ས་གནས Arcachon-Bay ཟེར་བ། ས་གནས་དེ་ཡི་ཉེ་འགྲམ་སུ་ཡོད་པའི་མི་མང་སྟོང་ཕྲག་བདུན་ཙམ་སྔོན་འགོག་བྱས། མྱུར་སྐྱོབ་ཡང་ན་ས་གནས་ནས་ཕྱིར་འཐེན་བྱས་པ་དང། ད་དུང་གཡས་གཡོན་གྱི་ས་གནས་གཞན་ཁག་ཅིག་གི་མི་མང་མང་དག་ཞིག་མྱུར་སྐྱོབ་ས་གནས་ནས་ཕྱིར་འཐོན་བྱས་པ་དང། ཁྱོན་བསྡོམས་པས་གཡས་གཡོན་གྱི་ས་གནས་ཁག་ནས་མི་མང་སྟོང་ཕྲག་བཅུ་གཉིས་ཙམ་སྔོན་འགོག་བྱས། མྱུར་སྐྱོབ་བྱེད་རྒྱུའི་ཆེད་དུ་ས་གནས་ནས་ཕྱིར་འཐོན་བྱས་ཡིན་པ། ས་གནས་དེའི་གཡས་གཡོན་ལ་ཁྱོན་བསྡོམས་པས་ཧེཀ་ཐར་ཉིས་སྟོང་ཙམ་ཡང་ན་ཨེ་དཀར་ལྔ་སྟོང་ཙམ་མེ་ཤོར་བྱུང་ཡོད་པ། དེ་མཚུངས་ཀྱིས་ཨི་ཏི་ལི་ནང་དཀའ་ངལ་འཕྲད་བཞིན་ཡོད་པ། ཨི་ཏི་ལི་ནང་མཚོན་ན། ཨི་ཏི་ལི་གི་ས་གནས་སི་སི་ལི་ཟེར་བ་དེའི་ནང། Fire Fighters ཡང་ན་མེ་གསོད་མཁན་གྱི་མི་སྣ་དང། ལས་བྱེད་མི་དྲུག་སྟོང་ཙམ་ཁོ་ཚོས་ས་གནས་དེ་ལ་གཏོང་ཡོད་པ་དང། ཁོ་ཚོས་ས་གནས་དེ་ལ་གནམ་གྲུའི་རྒྱུད་ཆུ་བཤོས་ཏེ་མེ་གསོད་པ། འཐབ་བཞི་ཡོད་རྒུ་གཙོ་སྒྲུག་བྱེད་པར་ཡིན་ན་ཡང་ད་དུང་ཡང་ཁོ་ཚོས་ས་གནས་དེ་ལ་མེ་ཆུང་ཆུང་ལྔ་བཅུ་ཙམ་འབར་ཞིང་དེ་ཡོད་པའི་གནས་སྟངས་ཡིན་པ། Sicily ཟེར་བ་དེ་ནི Italy ལྷོ་ཕྱོགས་སུ་ཡོད་པའི་གླིང་ཕྲན་ཞིག་ཡིན་པ་དང། གཞན་ཡང Italy སྐམ་ས་ཆེན་པོའི་ནང་དུ་དཀའ་ངལ་དེ་མཚུངས་འཕྲད་བཞིན་ཡོད་པ། སི་སི་ལི་ནས་བྱང་ཕྱོགས་ཨི་ཏི་ལི་ནས་ལྷོ་ཕྱོགས་སུ་ཡོད་པའི་ས་གནས་ཀ་ལ་བྷི་ལི་ཡ་ཟེར་བ་དེའི་ནང། མེ་ཤོར་བའི་དོན་རྐྱེན་བརྒྱ་དང་དྲུག་ཅུ་ཙམ་བྱུང་ཡོད་པ་དང། ད་དུང། ས་གནས་ཀྱི་ལས་བྱེད་པས་ཁག་ཅིག་གིས་གསུང་སྟངས་བྱས་ན། མི་ཁ་ཤས་ཨར་སེམས་ཡང་ན་སེམས་ངན་ཅན་ཁ་ཅིག་གིས་མི་རྐང་བཙོང་ནས་སྤར་བའི་དཔང་རྟགས་འདུག་ཅེས་ཤོད་པ། ཁྱེད་ཀྱིས་རྒྱལ་ཁབ་དེ་དག་ནང་དཀའ་ངལ་དེ་འདྲ་ཞིག་འཕྲད་པའི་གནས་སྟངས་ཡོད་པ་དང། སྤྱི་ཡོངས་ཀྱིས་བཤད་ན་འདས་པའི་ལོ་ཉི་ཤུའི་ནང་ཆ་སྙོམས་ཀྱིས་ཡུ་རོབ་ནང་རང་བྱུང་གི་མེ་ཤོར་བའི་གནས་སྟངས་ཐོག་བསྡུར་ན། ད་ལོ་ཉིས་སྟོང་ཉི་ས་དྲུག་ལོ་དེ་ནི་མེ་ཤོར་བྱུང་བ་མང་ཤོས་གྲས་སུ་ཚུད་ཀྱི་ཡོད་པའི་གནས་སྟངས་ཆགས་ཀྱི་ཡོད་པ་དང། ད་དུང་ཡོང་རྒྱུ་འདོད་པའི་དུས་ཚོད་ནང་ཡུ་རོབ་ཀྱི་ས་གནས་ཁག་ཅིག་ལ་རྒྱུན་ལྡན་དང་མ་འདྲ་བའི་ཚ་གྲངས་བཞི་བཅུ Celsius ཡང་ན་བརྒྱ་དང་བཞི Fahrenheit ཆགས་ཀྱི་ཡོད་པའི་གནད་དོན་དབྱེ་ཞིབ་པ་མང་པོས་སེམས་འཚབ་བྱེད་བཞིན་ཡོད་པ་དང། དེའི་ཐོག་ཚན་རིག་པ་དང་གནད་དོན་དེའི་ཐོག་རྒྱུས་ལོན་ཡོད་པ་མི་ཁག་ཅིག་གིས་གསུང་སྟངས་བྱས་ན། ད་ལྟའི། གནམ་གཤིས་འགྱུར་ལྡོག། ཚ་བོ་དང་གྲང་མོ་ཆེན་པོ་ཡོང་བ་དེ་ནི། འཛམ་གླིང་ཚ་དྲོད་རྒྱས་པའི Climate Change དེ་ལ་བརྟེན། ཡང་ན། གནམ་གཤིས་འགྱུར་ལྡོག་ཆེན་པོ། དེ་ལ་བརྟེན་ནས་ཡོང་གི་ཡོད་པ་རེད་ཅེས་བཤད་ཀྱི་ཡོད་པ། ཅེས་དེ་རིང་གི་གསར་འགོད་སྙན་ཐོ་དེ་ཡི་སྙིང་བསྡུས་ཞུས་ཟིན་པ་ཡིན། ང་ནི་ཧྥ་རན་སང་གནས་སྡོད་བྱས་པའི་བོད་རིགས་ཤིག་ཡིན། ངའི་མིང་ཡོན་ཏན་ཟེར་གྱི་ཡོད། གལ་ཏེ། ལས་རིམ་འདི་ཡག་པོ་འདུག་གོ་ན། ཁ་བཏགས་ནོན་པ། རྒྱུ་སྐོར་བྱས་པ། གཞན་ཡང། Subscribe གནང་རྒྱུ་མ་རྙེད་བ་གནང་རོགས་གནང། བཀའ་དྲིན་ཆེ། ལས་རིམ་ཆེ་མེད་ནང་བྱེད་ཡིན་རུང།